ད་ག་གེ་མེད་མཁན་གྱི་པགས་མགོ་འདྲ་བོ་དང་ཤེས་བྱ་ཡོད་དོན་མེད་གཟུགས་ལང་ཚོ་མེད་རྒྱུ་ནོར་ལོངས་སྤྱོད་མེད་མཁན་གྱི་མི་ཉམ་ཆུང་དེ་འདྲས་ལ་ཁེངས་དྲག་བྱེད་ཟེར་བ་དེ་ཁག་པོ་ཡོད་རེད། ད་ཆུ་པ་ཉམས་ལེན་པ་ཡིན་ན་ཡང་སློབ་ཕྲུག་མང་པོ་ཡོད་ཨ་ནི་བླ་མ་ཆེན་པོ་གི་དམིང་ཡོད་དེ་འདྲས་ཆགས་ཡོང་སྟེ་དེ་ནི་ཁེངས་དྲག་བྱེད་ཡ་ལས་སླ་པོ་ཡོད་རེད་ཟེར་གྱི་ཡོད། ད་སྤྱིར་བཏང་གི་སྤྱི་ཚོགས་ནང་ལོག་ནས་ང་ཚོ་བློ་གཞོན་པའི་སྐབས་ལ་ཁང་དྲག་བྱེད་ཡ་ལས་སླ་པོ་ཡོད་རེད་ཟེར་གྱི་རེད། ལོ་ཆུང་ཆུང་སྐབས་ལ་གཟུགས་ལང་ཚོ་མཛེས་ཤིང་ལུས་པོ་ལ་ནད་དང་ན་ཚ་མེད་པ། ཨ་ནེས་རྒྱུ་ནོར་ལོངས་སྤྱོད་ཡང་ཕོངས་པ་ཆེན་པོ་མེད་པའི་སྐབས་དེས་རྒྱུ་ནོར་ལོངས་སྤྱོད་ཡང་གང་ལ་གང་མཚུངས་ཡོད་པའི་སྐབས་དེ་འདྲ་ལ་ཨ་ནེ་མིན་ལ་ཁེངས་དྲགས་བྱས་ལས་སླ་པོ་ཡོད་རེད་ཟེར། ཡིན་ཙང་ང་ཚོ་ཁེངས་དྲགས་ལབ་པ་དེ་ཆུ་སྒྲུབ་མཁན་གཅིག་ཡོད་ན་བདུད་དུ་བདུད་ནག་རེད་ད། ཁེངས་དྲགས་ཟེར་ཡ་དེ་སླེབས་ཚར་དུས་སྒང་ལ་གར་བྱེད་རོགས་ཟེར་ན། བླ་མ་ལ་ཡང། ཨ། སྐུ་ཞབས་བྱེད་གི་མ་རེད། བླ་མ་ལ་ཡང་བརྩི་བཀུར་བྱེད་ཀྱི་མ་རེད། བླ་མ་ལ་བརྩི་བཀུར་གྱིས་བླ་མ་ལ་གུས་འདུད་མ་བྱས་པ་ཡིན་ན། སོ་སོའི་རྒྱུད་ལ་ཡོན་ཏན་འབྱོར་གྱི་མ་རེད། སོ་སོའི་ཡོན་ཏན་གོང་འཕེལ་དུ་འགྲོ་གི་མ་རེད། ཡིན་ཙང། ཁེངས་དྲགས་ལ་བས་ཏེ་ཕྱུ་པ་གཅིག་ལ་མཚོན་པ་ཡིན་ན་བདུད་བདུད་ནག་བྱེད། ཨ་ནི། སྤྱིར་བཏང་གི་འཇིག་རྟེན་གྱི་མི་གཅིག་འཇིག་རྟེན་སྤྱི་ཚོགས་ནང་དོགས་ཀྱི་བྱ་བ་སྒྲུབ་མཁན་གྱི་མི་གཅིག་ལ་མཚོན་པ་ཡིན་ན་ཡང་ཁེངས་དྲགས་ཀྱིས་ག་རེ་བཟོ་དགོས་ལབ་ན་མི་མཐུན་པ་བཟོ་གི་རེད། སོ་སོ་པའི་ཁེངས་དྲགས་ཆེན་པོ་ཁེངས་དྲགས་ཆེན་པོ་ཡོང་གི་ངའི་མི་གཅིག་ཡིན་ན། རོགས་པ་དེ་ཚོ་ལ་མཐོང་ཆུང་བྱེད་ཀྱི་རེད། ཨ་ད་མི་གཅིག་ལ་རྒྱུད་དཔལ་འབྱོར་ཡག་པོ་ཡོད་རེད་དེ་གཟུགས་ལང་ཚོ་ཡག་པོ་ཡོད་མ་རེད། གཅིག་ལ་གཟུགས་པོ་ཨ་གཟུགས་ལང་ཚོ་དེ་སུག་ཡག་པོ་ཡོད་རེད་རྣམ་པ་ཡག་པོ་ཡོད་རེད་དེ་རྒྱུད་དཔལ་འབྱོར་ཡོད་མ་རེད། ཡང་ན་ཤེས་ཡོན་ཡོད་མ་རེད་ཟེར་འགྲོ། གཅིག་ལ་རྒྱུད་དཔལ་འབྱོར་དང་གཟུགས་ལང་ཚོ་གཉིས་ཆ་ཡག་པོ་ཡོད་རེད་དེ་ཤེས་ཡོན་ཡོད་མ་རེད། ང་ནི་ཚང་མ་ཕུན་སུན་ཚོགས་ཕུ་མ་རེད་མདོག་མདོག་བྱེད། མི་གཞན་པ་ལ་མཐོང་ཆུང་བྱེད་ཡོང་གི་རེད་ཁེངས་དྲགས་ཟེར་བ་དེ་སླེབས་ཡོང་དུས། ཁེངས་དྲགས་དེ་ནི་མི་གཞན་པ་ལ་མཐོང་ཆུང་སླེབས་ཡོང་དུས་གང་ལ། མི་གཞན་པས་ཀྱང། ཁྱེད་རང་ལ་ལས་སླ་པོ་ཁེངས་དྲགས་ཀྱི་ཡོད་ནི་མཐོང་ཆུང་ཅིག་བྱེད་ཁོ་མ་རུང་བ། མཐོང་ཆུང་ཅིག་མ་བཅུག་ན་གར་བྱེད་ཀྱི་རེད་ལབ་དུས་ཁ་བཏད་བྱེད་ཀྱི་རེད་ཁ་བཏད་བྱས་དུས་མི་གཞན་པ་དང་རང་ཉིད་གཉིས་པ་ར་ལ་འགལ་བ་ཤོར་གྱི་རེད། འགལ་བ་ཤོར་ན་གར་བྱེད་ཀྱི་རེད་ལི་ཀ། བྱ་བ། ཚང་མ་གྲོ་ལ་འགྲོ་གི་རེད། ལས་ཁུངས་ཡོད་ན་ལས་ཁུངས་ཀྱི་བྱ་བ་ལམ་འགྲོར་འགྲོ་གི་མ་རེད། མི་སྒེར་བ་ཞིག་ཡོད་ན་སོ་སོའི་མཐུན་ལམ་ལ་གནོད་པ་བྱུང་གི་རེད། མི་དང་མིའི་བར་གྱི་མཐུན་ལམ། མི་དང་མིའི་བར་གྱི་མཐུན་ལམ་མཐུན་ལམ་ལ་གནོད་པ་བྱུང་དུས་སོ་སོ་སྐྱིད་པོ་ཡོང་གི་མ་རེད། ཨ་ནེ་སྡེ་བ་ཚང་མ་བརླག་འགྲོ་གི་ཡོད་པ་དེ་འདྲ་རེད། ཡིན་ཙང་ཁེངས་དྲེགས་ལབ་པ་དེ་ཆུ་བ་གཅིག་ཨ་ཅང་ཅང་སྤྱིར་བཏང་གིས་མིའི་སྤྱི་ཚོགས་ནང་ལ་ལས་ཀ་བཟོ་མཁན་ཅིག་ཡིན་ན་ཡང་གིང་དྲག་ལ་ཡོན་ཏན་ལ་ཧ་ཅང་གི་གཟབ་གཟབ་བཟོ་ནས་ནི་གིང་དྲག་གི་མགོ་མ་ནོན་དགོས་པ་དེ་གལ་ཆེན་པོ་ཆགས་བསྡད་ཡོད་རེད། ཨོ་དེ་འདྲ་ཅིག་བྱེད་ཡ་ཡིན་བཀའ་དྲིན་ཆེ།